སྟབས་རྒན་ཁྱེད་རང་ལ་ངའི་ངོས་ནས་ཐོག་ཆེ་ཆེ་ནས་ཅིག། སྤྱི་ཡོངས་ལ་བསམ་དང་གསུང་གི་ཡོད་རེད། ཡིན་ད་ག་ནང་བཞིན་རྣམ་པ་ཚང་མས་མཆན། ཡག་ག་དང་སྡུག་ག་ག་རེ་བསྐྱོན་པས་ནི་ཚང་མ་ལ་ཐོག་ཆེ་ཆེ་ཞུ་ཡ་ཡིན། ཨ་ནི། ད་ཕྲུ་གུའི་སྐོར་ལ། འཕྲོད་བསྟེན་འདི་སྤྱི་ཚོགས་ག་འདྲའི་སྤྱི་པ་ཡིན་ན་གལ་ཆེན་པོ་ཞུ་ཅི་རེད་ད་སྔ་ལྷག་པར་དུ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ། འཕྲོད་བསྟེན་ཟེར་ཡ་དེ་དངོས་གནས་ཁོ་རང་ཞེ་དྲག་གི་ད་ལྟ་ཚད་དམའ་པོ་རེད། དེའི་ནང་ནས་སྤུ་གུའི་འཕྲོད་བསྟེན་སྐོར་ད་དེ་བས་ཀྱང་ཚད་དམའ་བ་རེད་དེ་ཚོ་ང་ཚོ་གི་ཕྱོགས་ཡོངས་ནས་དགོངས་པ་བཞེས་དགོས་ཀྱི་འདུག་ཞུ་ཡ་ཡིན། ནི་ད་ང་རང་གི་ངོས་ནས་ག་འདྲའི་ཅིག་གི་འཕྲོད་བསྟེན་དང་འབྲེལ་བའི་སྐད་ཆ་བཤད་ཁ་ཤོག་གསུངས་ཡོད་ན་ངའི་ངོས་ནས་ཡིན་ད་ཡིན་ཞུ་རྐྱང་ཡིན་ད་དེ་ལ་རྣམ་པ་ཚོ་གི་འགན་བཞེས་མ་བཞེས་རེད། འདི་ནི་ད་ཕྲུ་གུའི་འཕྲོད་བསྟེན་ཟེར་ཡག་འདི། གནད་འགག་གསུམ་གལ་ཆེན་པོ་བཞི་རེད་དང་པོ་དང་རྐྱེན་ཚང་མ་སྡེབ་གཅིག་ལ་ཞུ་གཏུག་མར་མར་རིམ་པ་གསུམ་ཐོག་ནས་ཞུ་གི་གསུམ་མམ་བཞི། དང་པོ་དེ། ཨ་མ་རང་ཉིད། ཕྲུ་གུ་གྲོགས་པོ་རྣམས་ལ་ཆགས་པ་ནས་བཟུང་ནི་སྦྲུམ་མ་ཆགས་པ་ནས་བཟུང་ནི་ཕྲུ་གུ་གྲོགས་པོ་རྣམས་ལ་འཁོར་བ་ནས་བཟུང་ནི་ཨ་མའི་འཕྲོད་བསྟེན་དེ་གལ་ཆེན་པོ་ཤོས་ཆེ་རེད། དེ་ནས་སྤུ་གུ་སྐྱེས་ཚར་ནས། ཨ་མས་ནོར་ཤུ་སྦྱིན་པ་ནས་ལོ་ལྔ་བར་དུ་གི་འཕྲོད་བསྟེན་འདི་ཨ་མ་དང་སྤུ་གུ་གཉིས་ཀ་གི་འཕྲོད་བསྟེན་ཟ་འཐག་གཏོང་ཐང་ལ་དཔེ་མི་སྲིད་པའི་གལ་ཆེན་པོ་རེད། དེ་ནས་སྤུ་གུ་རང་རྐྱ་འཕེན་ནས་ལོ་ལྔ་ནས་ད་སློབ་གྲྭར་འགྲོ་དགོས་པ་དེ་ནས་ནི་སྤུ་གུ་ལ་ཕ་མས་ཡང་ཟས་སྤྱོད་དང་སྤྱོད་ལམ་སློབ་སྟོན་བྱེད་ཡ་དེ་ཁོར་ཡུག་དེ་ཧང་སང་ཡ་གི་གལ་ཆེན་པོ་རེད། ད་འདི་གསུམ་གི་སྒང་ནས་ངས་མ་ཞུ་གི་ཡིན། དེ་རིང་དང་པོ་འདི་ད་ཨ་མ་གི་གྲོགས་ཁོག་ལ་སྤྲུ་གུ་འཁོར་བ་ནས་བཟུང་ནས་ཨེ་ནི་ཨ་མ་དང་པཱ་ལགས་གཉིས་ཀ་གིས་རྒན་ག་རེ་ཁེ་དགོས་ཀྱི་ཡོད་རེད་ཟེར་ཡ་འདི་རེད། ད་པཱ་པའི་ངོས་ནས་རྒན་ག་རེ་ཁེ་དགོས་ལབ་ཡིན་ན་ཨ་མ་གི་སེམས་ཁམས་དང་འབྲེལ་བའི་དཀའ་ངལ་དེ་ཉུང་རུ་གཏང་དགོས་ཡ་བྱེད་དང་ཨ་མ་ལ་བསམ་ཤེས་འཕར་མ་བྱེད་ཡ་དེ་པ་པའི་ལྡོག་ཏུ་མེད་པའི་ལས་འགན་ཅིག་རེད། ད་ག་ན་བཞིན་ནང་ལ་ནམ་རྒྱུན་དུ་ཨ་མས་བྱེད་ཡག་གི་ལས་ཀ་ཁག་ཅིག་ད་པ་པའི་སྒང་ལ་སླེབས་ཀྱི་ཡོད་རེད་འདི་གསུམ་དང་འདི་གསུམ་འདི་པ་པ་གི་འགན་བྱ་གི་ཡོད་རེད། ད་ཨ་མ་གི་འགན་ག་རེ་རེད་ཟེར་ན། ཨོ་ང་སི་པན་ལ་དགའ་བོ་ཡོད་སི་པན་རྐྱང་རྐྱང་ཟ་དེ། ཨོ་ང་ཁ་ལག་ཟ་དུས་ཙང་ནས་འདི་གོ་ཡོད། Wine གོ་ཡོད་ཨ་རག་གོ་ཡོད་ཨོ་འདི་འདྲའི། ད་ག་ན་བཞིན་ང་ཁ་ལག་ཟ་དུས་ཙང་ནས་ང་ལ་སྐྱུར་མོ་གོ་ཡོད། ཞོ་འགོ་བ་ཡོད་ཨ་ནི། ལེ་མན་སོགས་འདྲ་འགོ་བ་ཡོད་ཟེར་ཡག་གི་སོ་སོ་གི་འདོད་པའི་ཟས་རིགས་ཐམས་ཅད་ནམ་རྒྱུན་ཟ་ཡག་དེ་ནས་བརྒྱ་ཆ་ལྔ་བཅུ་ཉུང་ངུར་བཏང་དགོས་ཡོད་རེད་ད་དེའི་སྐབས་ལ་རབ་ལ་བྱུང་པ་ཡིན་ན་ཨ་མའི་ཟ་སྟངས་ཐོག་ནས་ཨ་ནི་ནམ་རྒྱུན་དུ་རྩམ་པ་མང་ཙ་ཟ་ཤིང་ཏོག་སྣ་མིན་སྣ་ཚོགས་ཟ་བར་ཤིང་ཏོག་གཅིག་རང་ཟ་རྒྱུ་ཡོད་མ་ལྷག་པར་དུ་ཤིང་ཏོག་དེ་ཡང་ཉིན་གུང་རྒྱབ་ལ་ཁ་ལག་ཟས་པའི་ཞོ་གུར་ཆོ་ཚོད་ཕྱེད་ཀའི་ཞོ་གུར་ལ་ཨ་ནི་ག་དུས་ཟས་ནས་འགྲིག་གི་ཡོད་རེད་ཞོ་ཁའི་གྲོག་མགོ་སྟོང་པ་ལ་ཤིང་ཏོག་ཟ་རྒྱུ་ཡོད་མ་རེད། དགོན་བདག་ཉེ་དགའ་ལགས་ལ་ཤིང་ཏོག་ཟ་རྒྱུ་ཡོད་མ་རེད་དེ་ཡིན་གཅིག་མིན་གཅིག་དོ་སྣང་བྱེད་དགོས་རེད། ཁ་ལག་ཟ་འདང་གི་ཐོག་ནས་ཨ་མ་གི་དེ་ཚོ་ཨེ་ནི་ཕྱི་ལོག་གི་ཟོལ་བཞག་རྒྱོ་བ་གར་སེ་ཡང་དང་སྟབས་བདེའི་ཁ་ལག་དང་དེ་ཚོ་གང་ཐུབ་ཐུབ་ཀྱི་ཉུང་ཉུང་དང་སྐྱུར་མོ་དང་སི་པན་སོ་སོ་ལས་སོ་སོ་ལ་རྩ་གཅིག་ཨིན་ཇིའི་སྐད་བརྒྱབ་ནས Favorite Food Secret པ་དེ་ཚོ་གང་ཐུབ་ཐུབ་ཀྱི་ཉུང་རུ་གཏང་དགོས་རེད། འདི་གཅིག་ཐུགས་ལ་བཞག། སྤྱོད་ལམ་གྱི་གང་ནས་ཆ་བཞག་པས་ན་ད་ཨ་མ་གཅིག་ལས་འགན་གཞུང་གི་ལས་ཀ་བྱེད་ཀྱི་ཡོད་པས་ན་ཨེ་ནི་དངུལ་དང་འབྲེལ་བའི་ལས་ཀ་ཡོད་པས་ན་དེ་ཚོའི་རིགས་དེ་ཚོ་གཞུང་གི་ངོས་ནས་གནས་སྐབས་གཅིག་ཨ་མ་འདི་ལ་ཕར་ལས་འགན་འདི་ཕར་ཡང་རུ་བཏང་དགོས། འདི་གིས་སེམས་ཁམས་ལ་ཞོད་ཅིག་དཀའ་ངལ་འཕྲད་ཀྱི་རེད། རེད་པ། ད་རྩིས་དང་འབྲེལ་བའི་ལས་ཀ་ཡིན་པ་ཡིན་ན་ལས་ཀ་ཡང་པོ་ཡིན་ན་འགྲིག་གོ་ལས་ཀ་ལྗིད་གོ་ལྗིད་པོ་དེ་ཚོའི་རིགས་དེ་ཚོ་ཨེ་ནི་སེམས་ཁམས་དང་འབྲེལ་བ་ཡོད་དུས་ད་ནི་ཨ་མའི་སེམས་ཁམས་ལ་ཞོད་ཅིག་དཀའ་ངལ་འཕྲད་པ་ཡིན་ན་ཨེ་ནི་སྤུ་གུ་ལ་རང་བཞིན་གྱི་དཀའ་ངལ་འཕྲད་ཡོང་འདི་ག་སོག་རིགས་པའི་རྒྱུད་ཀྱི་གཞུང་ལ་མ་གནས་བུ་ལ་ཤོར་བ། ཨ་མས་བཟའ་སྟངས་དང་སྤྱོད་སྟངས་ཡག་པོ་མ་བྲིས་པའི་དབང་གིས་སྤུ་གུ་ལ་ཤོར་བ་དེ་འདྲ་ཡོང་གི་རེད། དེ་གར་བྱས་ནས་ཡོང་གི་རེད་ཟེར་བ་ཡིན་ན། དེ་རེད་པར་དེ་སྲིད་ད། ཨ་མའི་གྲོགས་ཁོག་ནང་ལོགས་ལ་སྤུ་གུ་གི་ཁ་ནང་ལ་ཁ་ལག་ཟ་གི་ཡོད་མ་རེད། ཨ་མ་གི་ཁ་ལག་གང་ཟེར་བ་འདི་དག་གི་བཅུད་ཀྱི་ཉིང་ཁུ། ཐ་མག་གི་ཨི་ནེར་ཇི་ཟེར་བ་ཨི་ནེར་ཇི་དེ། ཨེ་ནི་འབྱུང་བ་སྔགས་ཀྱི་ཡོན་ཏན་ཕུལ་སུ་འབྱུང་བ་དེ་ཨེ་ན་ཨ་མའི། སྟེས་དབང་གི་ནང་ལོགས་ནས་མ་རྒྱུད་ནི། ཨ་མའི་གི་ག་ད། བུ་སྣོད་ཀྱི། རྩ་དེ་ནང་ནས་མ་རྒྱུད་ནི། བུའི་ལྟེ་བའི་སྤུ་གུའི་སྟེས་དབང་ནང་ལ་འཛུལ་འགྲོ་དགོས་འདི་རེད། ད་འདི། ང་རང་ཚོ་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་ནང་ལོགས་ནས་གསུངས་ཡོད་རེད་དེང་དུས་ཚན་རིག་གིས་ཤེས་བསྡད་ཡོད་རེད་ནང་ཆོས་ཀྱི་འགྲོ་སྟངས་ག་ལེ་ལ་ག་རང་ཤེས་བསྡད་ཡོད་རེད། དེ་འདྲ་སོང་ཙང། ཨ་མ་གི། སྤུ་གུ་གྲོག་ཁོག་ནང་ལ་ཡོད་པའི་སྐབས་ལ་ཨ་མ་གི། བཟའ་སྟངས། སྤྱོད་སྟངས། བསམ་སྟངས་སྟངས་འདི་གསུམ་དེ་ཧང་སང་གལ་ཆེན་པོ་རེད། ད་ཨ་མ་གི་སེམས་ཁམས་ལ་ཞོལ་གྱི་དཀའ་ངལ་ཤུགས་ཆེན་པོ་འཕྲད་པ་ཡིན་ན་ཨེ་ནི་དོན་བཟང་པོ་དག་ཅིག་ཨིན་ཇིའི་སྐད་རྒྱབ་ཡིན་ན་ཨེ་ནི། Autism། ལབ་གི་འདུག་འདི་འདྲའི་རིགས་མང་པོ་སྐྱེས་ཀྱི་འདུག་འདི་ང་ཚོ་སྨན་གྱི་གཞུང་ནང་ལོགས་ཁ་ཟིན་ན་ང་རང་ཚོ་སྤྱི་བཏང་གི་ཡོངས་གྲགས་ལ་རྒྱུ་མ་རྩོམ་པར། སྐྱེ་མེད་རྒྱུ་ལས་འབྲས་བུ་ཡོང་མི་སྲིད་ཟེར་བ། རྒྱུ་ཇི་ཙམ་ཡོད་པ་ཡིན་ནས་འདི་ལ་རྐྱེན་ཨེ་ནི་མ་འཕྲད་པ་ཡིན་ན་འབྲས་བུ་སྨིན་གྱི་མ་རེད་ཟེར་ཡག་འདི་ཤེས་དགོས་ཡོད་རེད། དེ་འདྲ་སོང་ཙང་རྒྱུ་སྐྱེ་བ་སྔོན་མ་གི་ལས་ངན་པ་གི་ཅིག་ཡོད་པ་ཡིན་ནས་དེ་ལ་རྐྱེན་དེ་ཨ་མ་གི་ཟ་སྟངས་བཏུང་སྟངས་བསམ་བློ་བཏང་སྟངས་འདི་ལ་ཡག་པོ་བྱས་པ་ཡིན་ན་རྐྱེན་ངན་པ་དེ་འཕྲད་གི་མ་རེད་འདི་ཡིན་གཅིག་མིན་གཅིག་བསམ་བློ་བཏང་དགོས་ཀྱི་ཡོད་རེད་དེ་ནས་ཨ་མའི་ངོས་ནས་ལུས་རྩལ་རྩེ་ཡག་དང་ཅིག་ཞལ་གྲགས་ཉན་ཡག་དང་དགེ་བའི་བཀའ་ཆོས་གྲགས་ཉན་ཡག་སེམས་གུ་ཡངས་པོ་བྱེད་ཡག་ཨེ་ནི་ཅིག་གནས་སྒོ་བགྲང་ལ་འགྲོ་ཡག་དེ་འདྲའི་རིགས་བྱེད་ཐུབ་ན་དཔེ་མི་སྲིད་པའི་ཡག་པོ་ཡོད་རེད། ལས་ཟེར་ཡ་འབྱོར་པ་ལས་ཟེར་ཡ་འདི་ལ་ང་ཚོས་ཕ་མདོག་སྤང་ཐུབ་ཀྱི་ཡོད་རེད། ག་རེ་བྱུང་ནང་ལོགས་ལ་ལུས་ཀྱི་ཆགས་ཚུལ་གྱི་སྐབས་ལ་ཨེ་ནི། གལ་སྲིད་སྤུ་གུ་བུ་མོ་སྡོད་ཀྱི་ཡོད་པ་ཡིན་ན་ཨེ་ནི། ཟླ་བ་ད་ཟླ་གྲངས་གཅིག་བཤད་ཟླ་བ་དོན་གྲངས་གཅིག་གི་ནང་ལོགས་ལ་ལྟེ་བསྒྱུར་ཟེར་གི་ཡོད་རེད་ལྟེ་བ་བསྒྱུར་ཡག་ཡོད་རེད། འོ་དེ་འདྲ་བའི་རྟེན་འབྲེལ་དེ་བྱས་པ་ཡིན་ན། བུ་དེ་བུ་མོ་ལ་འགྱུར་ཐུག་གི་རེད་ཟེར་ལས་ཡང་ཟིལ་གྱིས་གནོན་ཐུག་གི་རེད་གསུངས་ཡོད། འོ་འདི་སོང་ཙང། ཨེ་འདི་དེ་འདྲ་བའི་ལས་ངན་པ་བསགས་པ་དེ་འདྲས་ཀྱི་དབང་གིས་སྤུ་གུ་རྩ་གཅིག་མཚན་གཉིས་མ་ཚང་དེ་འདྲས་སྐྱེས་ཀྱི་ཡོད་པ་ཡིན་ནས་ཨ་མས་བཟའ་སྟངས་བཏུང་སྟངས་ཡག་པོ་བྱས་པ་ཡིན་ན། འདི་འདྲ་བའི་ལས་ངན་པ་དེ་ཕ་མདོག་ཡག་ལ། ང་རང་ཚོ་གི་ལག་པ་ལ་ཡོད་རེད། དེ་འདྲ་སོང་ཙང། ཨེ་ནི། སྤུ་གུ་ཐོག་མར་ཨ་མའི་ཁོག་ཏུ་འབྲུ་མ་ཆགས་པའི་སྐབས་ལ། ཨ་མ་དང་ནང་མི་ཚོ་གི་ཟ་སྟངས་བཏུང་སྟངས་སྤྱོད་སྟངས་འདི་འགྱེད་འདི་འདི་སྤུ་གུའི། མ་འོངས་པ་སྤུ་གུ་སྐྱེས་པའི་སྐབས་ཀྱི་སྤུ་གུའི་འཕྲོད་བསྟེན་གྱི་ནང་ནས་ཨང་དང་པོ་འདི་འདི་ཆགས་ཀྱི་ཡོད་རེད། འདི་དང་པོ་རྣམ་པ་ཚོས་ཐུགས་ལ་བཞག་རོགས་གནང་ཞུ་ཡ་ཡིན་ཨ་ནི་འདིའི་སྐབས་ལ་ང་རང་ཚོ་ཕ་མ་མང་པོ་ཨ་མ་མང་པོ་ཅིག་ཟོག་པོ་སྐྱོ་བོ་ཡོང་གི་འདིའི་སྐབས་ལ་བུད་སྨན་ཟ་ཡ་ཡོད་རེད་ལྷག་པར་དུ། ཀྲུ་གུ། ཁོག་པ་ནང་ལ་ཡོད་པའི་སྐབས་ལ་རྒྱ་སྨན་གྱི་སྙན་འཇོམས་འདྲ་མི་འདྲ་རིགས་རྩ་བ་རང་ནས་ཟ་རྒྱུ་ཡོད་མ་རེད་དེ་ཚོ་གི་ཞོ་ཅི་ནུས་ཀི་རེད་ད་དེ་ཚོ་གི་ཚད་ལས་བརྒལ་བ་ནུས་ཀི་རེད་དེ་འདྲ་སོང་ཙང་དེ་ཚོའི་རིགས་ཡིན་གཅིག་མིན་གཅིག་ཟབ་ཟབ་གནང་དགོས་ཀི་ཡོད་རེད་ཞུ་ཡ་ཡིན་དེ་ནི་ཡང། ལེ་ཚན་གཉིས་པའི་ནང་ལ་མཇལ་ཡོང་ཞུ་ཡ་ཡིན་དེ་ནི་རྣམ་པ་ཚོ་གི་དོགས་དྲིས་དང་དེ་འདྲའི་ག་རེ་ཡོད་པ་ཡིན་ནས་མཆན་བཏབ་རོགས་གནང་ཞུ་ཡ་ཡིན།